ཨོ་དེ་འདྲའི་སྒང་ནས་ད་ཅིག་བོད་ཀྱི་གསོ་བ་རིག་པའི་ཁྱད་ཆོསའམ་བོད་ཀྱི་གསོ་བ་རིག་པའི་ངོ་མཚར། ཨེ་ནི་བོད་སྨན་གྱི་ཅིག་ཕན་ཁྱད་ཡོད་པའི་ཨེ་ནི་ཅིག་གནས་ལུགས་མང་པོ་ཅིག་ཞུས་བསྡད་ཀྱི་ཡོད་རེད། ད་ག་ནང་བཞིན་ཨེ་ནི་རྒྱ་ནའི་སྐུ་བརྒྱུད་བཅུ་དགུ་འདི་ལ་ད་ཐོག་མ་ནས་ཕྱེད་ད་ལྟ་ཉིད་བར་དུ་བོད་སྨན་གྱི་ཕན་ཁྱད་ཡོད་རེད་ཟེར་དངོས་གནས་ཁོ་རང་ད་ཅིག་འཛམ་བུ་གླིང་གི་གཅིག་བུད་མེད་ལ་དོ་སྣང་ཡོད་ངེས་ཀྱི་དང་བུད་མེད་ལ་ཡིད་ཆེས་ཡོད་ངེས་ཀྱི་ཡིན་པ་ཡིན་ན་ཕལ་ཆེར་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་ཕན་ཐོགས་བྱུང་ཡོད་ར་ད་ལྟ་བར་དུ་ར་བ་བུད་མེད་ཆོས་ཡོད་ངེས་བརྗོད་ཡོད་པ་ཡིན་ན་དེའི་འདི་ད་ནས་ད་རེ་ད་རེ་སོང་ཁོ་སྨན་གྱི་མ་འགྲིག་པ་དང་ནད་པ་རང་གི་མ་འགྲིག་པ་དང་འཇིགས་འབྱུང་བའི་ཁམས་མ་འགྲིག་མ་སྙོམས་པ་དང་ནད་ནད་ཀྱི་བཅུད་ལས་འདས་པ་དང་ཚེ་ཟད་པ་ལ་སོགས་པ་རྐྱེན་དུ་མ་ཞིག་ཡོང་སྲིད་པ་རེད་དེ་ཚོ་གནས་ཚུལ་ཐ་དད་རེད་ཞུ་ཡ་ཡིན། དེ་འདྲ་སོང་ཙང་ད་ང་ཚོ་ངས་ནམ་རྒྱུན་ཐུགས་བཤད་པའི་བརྒྱུད་རིམ་ནང་ལོགས་ལ་ང་ཚོ་གི་དྲ་གྲོགས་ཁ་ཤས་ཀྱི་ནས་ད་ཁྱེད་རང་གི་བུད་མེད་དེ་ཞོ་གཅིག་ཕན་དོན་ཕན་གྱི་ཡོད་པ་གདེང་སྤོབས་ཆེན་པོ་ག་ནས་བཤད་ཀྱི་འདུག་དེ་འདྲ་ཡིན་པ་ཡིན་ན་བུད་མེད་དེ་འཛམ་བུ་གླིང་གི་སྒང་ལ་གདེང་ཆའི་སྒང་ལ་ག་རེ་བྱས་ནས། དེབ་སྐྱེལ་བྱེད་ཐུབ་དགོས་ཡོད་མ་རེད་བས། ག་རེ་བྱས་ནས་དོན་ཐུབ་དགོས་ཡོད་མ་རེད་བས་ད་དྲི་བ་དེ་འདྲས་ཀྱི་སླེབས་ཀྱི་འདུག་ཨ་རེ་དྲི་བ་དེ་དཔེ་མི་སྲིད་པའི་གནད་འགག་ཆེན་པོ་རེད། རེད་བ། ད་དྲི་བ་དེ་ཚོ་ལ་ང་ལྟ་བུ་འགིག་ད་དངོས་གནས་གསལ་བཤད་དང་གཅིག་ལན་འདེབས་ཞུ་ཐུབ་ཡག་ཕལ་ཆེ་ཁག་པོ་རེད་ཡིན་ནའི་རང་ཉིད་སྨན་པ་གཅིག་དང། དེ་ལ་མྱོང་བ་ཕྲན་ཙམ་གྱིས་དང་འཛམ་བུ་གླིང་གི་འགྲོ་སྟངས་ཕྲན་བུ་གྱིས་ཤེས་ཀྱི་ཡོད་པའི་རྒྱུ་མཚན་གྱིས་ཨེ་ནི་ངས་འདི་ནས་མ་ཕྲན་བུ་གྱིས་ཞུས་པ་ཡི་རྣམ་པ་དེ་ལ་ཕན་ཐོགས་ཡོང་གི་རེད་གཞོན་སྐྱེས་ཚོ་ལ་ཨེ་ནི་བོད་ཀྱི་གནད་དོན་གང་ལ་དོ་སྣང་བྱེད་མཁན་མང་པོ་ཅིག་ལ་ཕན་ཐོགས་ཡོང་གི་རེད་རེད་བ། དེ་རེད་ད། བོད་མའི་འཛམ་བུ་གླིང་གི་སྒང་ལ་དེང་ཆའི་སྒང་ལ་ཨེ་ནི་ཅིག་རྒྱ་གར་ཚེ་ཡི་རིག་པ་དང་ལ་སོགས་པ་ད་གང་སྲོལ་རྒྱུན་གྱི་སྨན་སྤྱི་ཚུགས་དེ་ནས་ད་ཅིག་བེད་སྤྱོད་བྱེད་མ་ཐུབ་པ་ཟེར་བ་རེད་བས། ཅིག་ཆོག་མཆན་ཡོད་པའི་ཐོག་ནས་བེད་སྤྱོད་བྱེད་མ་ཐུབ་པ་དེ་གར་ཕྱིན་ནས་ཡོང་དགོས་ཡོད་རེད་བས་དེ་རེད་ད། དེ་ཡིན་དུས་ད་ནས་ད་ད་ལྟའི་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལོགས་ལ་ག་རེ་ཡིན་པ་ཡིན་ནས་ཅིག་ནས་སྤྱིའི་ཆ་ནས། ཨ་ནི་རྒྱལ་ཁབ་ཡིན་ནས་རེད། འཛམ་བུ་གླིང་ཡིན་ནས་རེད། སོ་སོའི་ཡུལ་གྱི་ཡུལ་ཁྲིམས་དང་འཛམ་བུ་གླིང་གི་ཁྲིམས་ཁྱི་དགོས་ཡག་འདི་གལ་ཆེན་པོ་རེད། དེ་འདྲའི་གི་རྒྱུད་རིམ་ནང་ལོགས་ལ་ད་བོད་སྨན་ལྟ་བུ་ཆགས་ཡོད་ཞག་པ་ཡིན་ན་རྒྱ་གར་ནང་ལོགས་ལ་ཨ་ནི་རྒྱ་གར་གི་སྲོལ་རྒྱུན་གྱི་སྨན་གྱི་ནང་ལོགས་ལ་ད་ད་དེབ་སྐྱེལ་ཞུས་ཟིན་པ་ཆགས་བསྡད་ཡོད་རེད། རྒྱ་གར་ནང་ལོགས་ལ་དེ་སྔ་ནས་བེད་སྤྱོད་བཏང་གི་ཡོད་རེད། བེད་སྤྱོད་བཏང་ནས་རྒྱ་གར་གཞུང་གིས་ང་ཚོ་ལ་དེ་ཙམ་གྱི་འདི་ལ་ནུས་ཤུགས་མ་སྤྲད་ཡ་འདི་ག་རེ་ཟེར་ན་བོད་མའི་རིགས་ཡང་དག་པ་སྤྱི་དང་བོད་མའི་རིགས་ཀྱི་རྒྱ་གར་གྱི་ཡུལ་མི་ཉམ་ཐག་ནད་མནར་མང་པོ་ཤུགས་ཅིག་ལ་འཕེན་གྱི་ཡོད་པ་ཁོ་ཚོས་གཟིགས་ཀྱི་ཡོད་རེད་དེ་འདྲ་སོང་ཙང་ནི་བོད་མའི་ལ་དེ་ཙམ་གྱི་ཁོ་ཚོས་དགའ་དགའ་ཤོས་རེད་ནུས་ཤུགས་སྤྲད་ཀྱི་ཡོད་མ་རེད། གཉིས་པ་དེ་འཛམ་བུ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒང་ནས་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་དོན་གོ་ཆོད་ན་འཛམ་བུ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་ལ་ངོས་ལེན་དགོས་ཀྱི་ཡོད་རེད། དེ་འདྲ་སོང་ཙང་ད་ངོས་ལེན་བྱེད་པ་ལ་ད་དཀའ་ངལ་དེ་ནས་འཕྲད་ཀྱི་ཡོད་རེད། དཀའ་ངལ་དང་པོ་དེ་ག་རེད། ང་རང་ཚོ་ལ་རྒྱལ་ཁབ་ད་ལྟའི་ཆ་ལ་ང་ཚོའི་རྒྱལ་ཁབ་དེ་ཨ་ནི་རྒྱ་ཡིན་ཧམ་བཟུང་བྱས་ནས་གཟུང་འདས་ཡོད་དུས་ད་ནི་ང་ཚོ་ལ་ད་ལྟ་རྒྱལ་ཁབ་མེད་པ་ཆགས་ཡོད་རེད་རྒྱལ་ཁབ་མེད་པ་ཆགས་དུས་ད་ནི་ད་ག་རང་གི་དཀའ་ངལ་ཆེ་ཤོས་ཅིག་དེ་ཆགས་བསྡད་ཡོད་རེད་རེད་བ། ཨ་ནི་ང་ཚོ་བཙན་བྱོལ་ནང་ལ་ཡོད་དེ་ངན་གྱི་སྒྲིག་འཛུགས་དང་ཨ་ནི་བུད་མེད་ཀྱི་རྒན་བཀུར་བ་ཚོས་ད་ཅིག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་དེབ་སྐྱེལ་ཞུ་ཡག་གི་ལས་འགུལ་ཞིག་སྤེལ་ཡོང་དུས་ད་ནི་ཨ་ནི་འདི་ལ་རྒྱ་ནག་གི་ནུས་ཤུགས་སྤྲད་ཀྱི་ཡོད་རེད། རེད་པ། དེ་འདྲ་སོང་ན་འདི་འདྲིག་གི་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད། ཨེ་ནི། གཉིས་པ་འདི། དཔལ་འབྱོར་གྱི་སྒང་ནས་དཀའ་ངལ་འཕྲད་ཀྱི་ཡོད་རེད། བོད་མའི་དེ་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་དེབ་སྐྱེལ་བྱེད་པ་ལ་དཔལ་འབྱོར་ཤུགས་ཆེན་པོ་ཞོག་ཆོག་གོ་རེད་བོད་མའི་དེབ་སྐྱེལ་བྱེད་ཡ་ལ། རེད་པ། རྣམ་པ་ཚོ་བསམ་གྱི་ཡོད་ཀྱི་རེད་ང་ཚོ་གི། སློབ་གྲྭ་དང་དེ་འདྲའི་ལ

ཡང་ནི་ཅིག། སྲོལ་རྒྱུན། གང་ཐུབ་ཐུབ་ཅིག་ཉམས་ཡ་མ་ཉམས་ཡ་ལས་འབད་བརྩོན་གནང་ནས། ཨེ་ནི། འདི་འདྲའི་གི་གནད་དོན་གཉིས་ཀྱི་སྒང་ནས། ཨེ་ནི་བུད་མེད་དེ་འཛམ་བུ་གླིང་སྒང་ལ་སྲོལ་རྒྱུན་གྱི་སྨན་གནང་ལོག་ནས་ཆོག་དེ་རེད་ཡང་རྩེར་གནས་ཡོག་རེད་ཞུས་པ་ཡིན་ན་མི་འགྲིག་པ་ཡོད་མ་རེད་ད་ག་ནང་བཞིན་རྒྱུད་ཀྱི་ནང་ལོག་ནས་གསུངས་ཡོག་རེད་སོག་རེ་བའི་རྒྱུད་ཀྱི་ནང་ལོག་ནས། རྒྱུད་ཀྱི་ཆེ་བ་བརྗོད་པའི་སྐབས་ལ། གསོ་བ་རིག་པའི་རྒྱུད་ཀྱི་སྨན་དང་དེ་འབྲེལ་གྱི་འཕྲོད་བསྟེན་གྱི་གཞུང་ལུགས་ཀུན་གྱི་ནང་གི་རྒྱལ་པོ་ཡིན་གསུང་བ་ལ་ཡང་རྩེ་ཡིན་གསུང་བ་ལྟ་སྟེ། དངོས་ཡོད་ཁོ་རང་རེད། ཟེར་བ། གལ་སྲིད་དེ་འདྲའི་ཞིག་མེད་པ་ཡིན་ན་མཁས་པ་གོང་མ་ཚོས་དེ་འདྲའི་གསུང་གི་མ་རེད་པ། འོ་དེ་ཅིག་ཆ་དེ་ཡོད་རེད། དེ་འདྲ་སོང་ཙང། ད། ཡང་རྩེ་ཡག་ཤོས་ཅིག་ཡིན་དུས་ཙང་ནས། ཕྱི་ལུགས་ཀྱི་སྨན། Allopathic། ཟེར་བ། ད་དེང་དུས་ཚན་རིག་གི་སྨན་ཡ། ཁོ་ཚོ་གི་ཨེ་ནི་ལམ་ཁ་ལ་ཁོ་ཚོ་གི་ཚོང་གི་ལྟ་གྲུབ་ལ་འགོག་རྐྱེན་ཆེན་པོ་ཞོག་བྱུང་སྐོར་དེ་རེད་པ། ཁྱེད་རང་གི་འཁྲིས་དེ་ལ་ཁྱེད་རང་གི་ནམ་རྒྱུན་དུ་ཟ་ཁང་ཞིག་ཡོད་རེད། གྲོང་སྡེ་དང་པོའི་ནང་ལ་ཟ་ཁང་གཅིག་མ་གཏོགས་ཡོད་མ་གདའ། ཟ་ཁང་དེ་རྒྱུག་པོ་ཡོད་རེད་ཡག་པོ་ཡོད་རེད། དེ་ལས་ཟ་ཁང་ཡག་རྩེ་ཆེ། གོང་ཆུང་མ། ནུས་པ་ཆེ། ཁ་རླངས་དེ་ཚོའི་ནང་ལ་སྨན་འདྲ་མི་འདྲ་མ་ལོས་ཟོག་པོ་ལ་མ་གནོད་ཡ། དེ་འདྲའི་གི་ཟ་ང། ཁ་རླངས་ཞིམ་པ། རྒྱག་པོ་ཞོ་གཅིག། ད་ཚུར་ཕྱོགས་དེ་བཙུག་གོ། བཙུག་དུས་ཙང་ནས་དེ་བཙུགས་སོང་ན། ད་ལྟ་ནམ་རྒྱུན་དུ་ཟ་ཁང་ཡག་པོ་ཡོད་དེ་ངའི་གི་ཟ་ཁང་འདི་ལ། ཚོང་ལ། ནུས་ཤུགས་སྤྲད་གི་རེད་མ་རེད། འགོག་རྐྱེན་སྒྲུག་རེད་མ་རེད། ཁོང་ཚོའི་ཚོང་ཉམས་རྒུད་སྒྲུག་རེད་མ་རེད། འོ་དཔེ་དེ་རེད། དེ་འདྲ་སོང་ད། བོད་སྨན་དེ་འཛམ་བུ་གླིང་གི་སྡིངས་ཆའི་སྒང་ལ་ནད་པ་ཉམས་ཐག། ན་ཚ་ནད་མནར་ཁྲག་གི་ན་ཚ་ཕྱི་ལུགས་ཀྱི་སྨན་པ་གི་ཨེ་ནི་སེམས་ཁམས་དང་འབྲེལ་བའི་ན་ཚ་མང་པོ་ཞོ་གཅིག་ལ་ལྷག་པར་དུ་སེམས་ཁམས་དང་རྩ་ཁ་དང་འབྲེལ་བའི་ན་ཚ་མང་པོ་ཞོ་གཅིག་ལ་ཕྱི་ལུགས་ཀྱི་སྨན་བཅོས་བྱེད་མ་ཐུབ་པའི་ན་ཚ་མང་པོ་ཞོ་གཅིག་ལ་བོད་སྨན་དེ་གི་དངོས་གནས་ཀྱི་གོང་ཁེ་བོ། ཕོག་ཐུག་ཉུང་ཉུང་ཕོག་ཐུག་མེད་པ། ལས་སླ་པོ་བྱས་ནས་སྨན་བཅོས་གནང་དགོས་པར་ད་འདི་འདྲའི་གི་རིག་པ་སྨན་རྩ་ཆེན་པོ་ཅིག་སླད་ཡོང་དུས་ད་ནི་ཨེ་ནི་ཕྱི་ལུགས་གི་ད་ཅིག་སྨན་གི་བཟོ་གྲྭ་ལ་བོར་བ Pharmacy Company དེ་ཚོའི་སྦྱིན་བདག་དེ་ཚོ་དང་འབྲེལ་བ་ཡོད་པའི་དེ་ཚོས་ད་ནི་དངུལ་བཟའ་ཞེས་ངེས་གི་བཟའ་དེ་ངེས་གི་དངུལ་གླེང་དེ་ངེས་གི་གཞུང་དང་གཞུང་འབྲེལ་མ་ཡིན་པའི་གི་ཨེ་ནི་ལས་ཀ་བྱེད་མཁན་དེ་ཚོས་ད་བོད་སྨན་འདི་ལ་དེ་ནི་དེབ་སྐྱེལ་བྱེད་ལ་བཅུག་གི་ཡོད་མ་རེད་ད་གོ་འདོད་ཆ་རྐྱེན་མང་པོ་ཞིག་སྟོན་གྱི་ཡོད་རེད། བོད་མའི་དེབ་སྐྱེལ་ཆེན་མོ་བཏུལ་བའི་དཀའ་ངལ་གཅིག་དེ་རེད། ད་དཀའ་ངལ་ཡང་བསྐྱར་གཞན་གཅིག་གར་ཆགས་སོན། ཕྱི་ལུགས་ད་འཛམ་བུ་གླིང་གི་མཉམ་འབྲེལ་རྒྱལ་ཚོགས་དང་ད་ཅིག་རྒྱལ་ཁབ་སོ་སོ་གི་དེ་ཚོ་ཚང་མས་ལེགས་པོ་ར་ནས་པ་དང་ང་ཚོའི་མི་དམངས་དང་འཛམ་བུ་གླིང་དང་ཁོར་ཡུག་དང་ཞེ་བོ་བཤད་དེ་གི་ཡོད་རེད། དེ་ཁ་ཙམ་རེད་ཁ། བརྒྱ་ཆ། བདུན་ཅུ་ཁ་ཙམ་རེད། རྒྱང་ཆ་སུམ་ཅུ་ཡིན་པ་ཆ་བཞག་ཞུ། རེད་བ། ཁ་ཙམ་ཡིན་པའི་རྒྱུ་མཚན་དེ་ག་རེ་རེད་ཞུས་པ་ཡིན་ན། ད་བོད་མའི་ལྟ་བུ་བྱུང་བ་ནས་འཛམ་གླིང་སྡིངས་ཆའི་སྒང་ལ་ཐོན་གི་ཡིན། ང་ཚོ་ལ་གོ་སྐབས་སྤྲད་དང་ཟེར་དུས་ཁོང་ཚོས་སྤྲད་ཀི་ཡོད་མ་རེད། འདི་མི་སྤྲད་བའི་རྒྱུ་མཚན་དེ་གང་ཟེར་ན། བཟོ་གྲྭའི Pharmacy Company ལ་བཟོ་གྲྭའི་ཚོང་རྟགས་སྨན་བཟོ་གྲྭ་གི་ཕྱུག་རྟགས་ཆེན་པོ་ཞོ་དེ་ཚོ་ཁོ་ཚོའི་སྨན་གྱི་རྒྱུ་དེ་ཉུང་ངུར་འགྲོ་རེད། ཁོ་ཚོའི་སྨན་བཟང་ངན་དེ་ཉུང་ངུར་འགྲོ་རེད། ཉུང་ངུར་འགྲོ་སོང་ན་ཁོ་ཚོའི་བཟོ་གྲྭ་དེ་ལ་དངུལ་ཡོང་ཡག་དེ་ཉུང་ངུར་འགྲོ་ཚར་རེད། དེ་འདྲ་སོང་ཙང། ཨ་ནི་ཁོ་ཚོས་ག་ལ་བ་རེད། ཨ་ནི་བོད་སྨན་ཡིན་པ་ཡིན་ནའི་རེད། དེང་དུས་ཀྱི་སྨན་ཡིན་པ་ཡིན་ནའི་རེད་ག་འདྲའི་ཅི་ཡིན་པ་ཡིན་ནའི། ཨ་ནི་དེང་དུས་ཀྱི་ཚན་རིག་དང་མཐུན་པའི། དེ་ནི་བརྟག་དཔྱད་ཀྱི་ལམ་ནས་ཁྱབ་རྒྱའི་ཆེ་བ་ཡོད་སྐད་ཅེས་བཤད་དགོས་པ་རེད། འདི་ཚོའི་གྲངས་དེ་ཧང་སང་ཡག་གི་དཀའ་ལས་ཁག་པོ་རེད་ཧང་སང་ཡག་དཀའ་ལས་ཁག་པོ་རེད། བོད་མིའི་གི་ཨེ་ནི་ཁྱད་ཆོས་གཙོ་བོ་དེ་ག་རེད། དཔེར་ན་ང་ཚོ་ཡིན་ན་རླུང་ཟེར་ཡ་འཇོག་རེད་པ། རླུང་ཟེར་ཡ་དེ་ལ་ཁོ་རང་ལ་མཚན་ཉིད་ག་རེ་ཡོད་རེད། རླུང་གི་མཚན་ཉིད་ཡང་ཞིག་རླུང་གི་མཚན་ཉིད་རྩུབ་ཅིང་ཡང་བ་དང་གྲང་ཞིང་ཕྲ་ལ་སྲ་ཞིང་གཡོ་བ་ཡིན། རླུང་མཚན་ཉིད་བདུན་ལྡན་འདིའི་སྒང་ནས། རླུང་གི་བྱེད་ལས་བདུན་ལྡན་འདིའི་སྒང་ནས། འདི་ལྟ་བུའི་སྒང་ནས། ཨེ་ནི་ང་ཚོ་གི་སྨན་གྱི། ཨེ་ནི། ཕན་ཡོན་དང། ཨེ་ནི་ཟོག་པོ་ལ་ཕན་རྒྱས་ཡོང་ཡག་དང། འོ་འདི་འདྲའི་གི་འགྲིག་བཤད་རྒྱག་གི་ཡོད་རེད། ཕྱི་ལུགས་ཀྱི་འདི་རྒྱག་གི་ཡོད་མ་རེད།

ཕྱི་ལུགས་ཁོ་རང་ཚོ་གི་བརྟག་དཔྱད་བྱེད་མཁན་གི་ང་ཚོ་བོད་མན་གི་སྒང་ལ་སློབ་སྦྱོང་བྱེད་མཁན་གྱི་མེད་པ་སོང་ཙང་ང་ཚོ་བོད་མན་གི་གནས་ཚད་འདིའི་སྒང་ལ་ཁོང་ཚོས་ཀླད་ཀོར་བྱ་དགོས་པ་རེད། ད་ང་ཚོ་བོད་མན་གི་སྒང་ལ་སློབ་སྦྱོང་བྱེད་མཁན་སྨན་པ་ཡིན་ནའི་རེད་རིགས་གཅིག་རྐང་འཛིན་ཡིན་པ་ཡིན་ནའི་རེད་སྨན་སྦྱོར་གི་སྡེ་ཚན་ཡིན་པ་ཡིན་ནའི་རེད་ག་འདྲའི་ཞིག་ཡིན་པ་ཡིན་ནའི་རེད་ཕྱི་ལུགས་གི་འགྲེལ་བཤད་རྒྱག་སྟངས་འདི་དང། ང་ཚོའི་བོན་བོད་ལུགས་ཀྱི་འགྲེལ་བཤད་རྒྱག་སྟངས་གཉིས་ཀྱི་གསོ་བ་རིག་པའི་རྒྱུད་ཀྱི་འགྲེལ་བཤད་རྒྱག་སྟངས་གཉིས་ཀྱི་དཔར་མཚུངས་བསྡུར་བྱས་ནས། ཨེ་ནི་ཁོ་ཚོ་ལ་ཧ་གོ་དང་སྤྲོད་ཡག་གི། སྤྲོད་ཐུབ་ངེས་ཀྱི། མི་གཅིག་ད་ལྟའི་དུས་ཚོད་ལ་མེད་པ་སོང་ཙང། དཀའ་ངལ་དེ་གཅིག་འདི་ཆགས་ཀྱི་ཡོད་རེད། རེད་བ། ད་དཀའ་ངལ་གཅིག་ག་རེད། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་གི་མི་དམངས་ཀྱིས།

སྨན་ཁང་གི་ངོས་ནས་ནད་པ་དེ་གི་ལོ་རྒྱུས་དང་དེ་ཚོ་དེབ་སྐྱེལ་མ་བྱས་བར། ནད་པའི་ངོས་ནས་ཕན་ཐོགས་ཡག་པོ་ཞུ་བྱུང་པ་ཡིན་པ་ཡིན་ནས་ཨེ་ནི་སྨན་ཁང་དེ་ལ་ཕར་འགྲོ་ནས། ཨོ་ང་ལ་ན་ཚ་འདི་འདྲས་ཅིག་ཡོད། ཨེ་ནི་འདི་ཁྱེད་རང་ཚོ་སྨན་ཟེར་ནས་ང་ལ་དུས་ཚོད་འདི་འདྲས་ཅིག་གནང་བ་ལ་ཕན་སོང། ཨེ་ནི་ཕན་སྐྱེས་ཀྱི་འབྲས་བུ་འདི་ཕག་སྨན་ཁང་ལ་ས་གནས་སོ་སོའི་སྨན་ཁང་ལ་མ་ཕུལ་བར། དཀའ་ངལ་འདི་འདྲའི་གཉིས་ཀྱི་སྒང་ནས། དེབ་སྐྱེལ་བྱེད་མ་ཐུབ་པའི་དཀའ་ངལ་ཅིག་ཡོང་དགོས་པ་རེད། ད་འདི་ཚོ་ང་རང་ཚོ་གི་བྱེད་ཐུབ་པ་རེད། ཁྱེད་རང་ཚོ་སྨན་ཁང་ག་འདྲའི་སྦྱིན་པ་ཡིན་ནས་སྒེར་པའི་སྨན་པ་ཡིན་ནས་རེད་གཞུང་གི་སྨན་པ་ཡིན་ནས་རེད་ག་འདྲའི་སྦྱིན་པ་ཡིན་ནས་ཁྱེད་རང་ཚོ་ན་ཚ་ཡག་པོ་དྲངས་སོང་ན་ཨོ་ཕྱི་ལུགས་སྨན་ཁང་བརྟག་དཔྱད་བྱས་ཨེ་ནི་ན་ཚ་དེ་ཁོ་ཚོས་དེ་འདྲའི་དེ་འདྲའི་གཤག་བཅོས་བྱེད་དགོས་རེད་ལབ་པ་དེ་ཁོ་ནི་བོད་སྨན་ཆོས་ཡག་པོ་དྲངས་པ་བྱུང་བ་ཡིན་ན་དཔེར་ན་བུ་མོ་ཚོ་བུ་སྣོད་གི་ནང་ལོ་སིས་ལབ་འདུག་བ་དེ་འདྲའི་ཡོད་པ་དེ་ཚོ་ད་ཕྱི་ལུགས་ནམ་སང་གཤག་བཅོས་བྱེད་སྲིད་རུང་བ། ད་ང་ཚོ་བོད་སྨན་ཟླ་བ་གསུམ་བཞི་ལྔ་དྲུག་དེ་འདྲའི་ཟས་ནི་དྲག་སྐྱོག་ཁང་དུ་ཡོད། ཨོ་དེ་ཚོའི་གྲངས་དེ་ཚོ་ཨེ་སྨན་ཁང་རང་ལ་ཕར་ཁེབས་ཏེ་སྔས་མ་གི་བརྟག་དཔྱད་བྱེད་རྒྱུ་བ་དང་ཕྱིས་སུ་བརྟག་དཔྱད་བྱེད་རྒྱུ་གཉིས་ཀ་ཕར་སྤྲད་ཨེ་ནི་ལོ་རྒྱུས་དེ་བྲིས་ང་སྔས་མ་དེ་འདྲས་དེ་འདྲས་ལབ་གི་འདུག་ཟེར་ཨེ་ནི་བོད་སྨན་དེ་འདྲས་དེ་འདྲས་དེ་འདྲས་ཟ་ཡིན་ཟེར་ཟླ་བ་འདི་ག་འདི་ག་ཟེར་ཟ་ཡིན་ཟེར་སྨན་པས་དེ་འདྲས་དེ་ལབ་གི་འདུག་ཟེར་ཨེ་འདི་བྱས་པས་ནི་ད་ད་ལྟ་ངའི་དུས་ཚོད་ལ་ན་ཚ་ངའི་བུ་སྣོད་ཀྱི་ནང་གི Cyst ཆུ་ཕྲན་གཙང་མ་གཙང་རྐྱང་ཆགས་སོང། ད་དེ་འདྲས་ཀྱི་དེབ་སྐྱེལ་བྱེད་ཐུབ་སྨན་ཁང་ལ་ཁག་ཕུལ་ཐུབ་ཡིན་ན། དེ་མི་མང་གི་ངོས་ནས་འགན་འཁྱི་བས་ཨིན་བོད་ཀྱི་གསོ་བ་རིག་པར་རྒྱབ་སྐྱོར་དང་མ་འོངས་པའི་ནད་པ་དེ་འདྲས་ལ་ཡིད་ཆེས་བསྐྲུན་ཐུབ་ཡག་གི་ཨིན། ཆ་རྐྱེན་གལ་ཆེན་པོ་ཞོ་ཞེས་པ་དེ་འདྲ་སོང་ད་འདི་ང་ཚོ་བོད་པའི་མི་མང་གི་རྩ་བ་རང་ནས་གནང་གི་མར་སྨན་པ་གི་ཁྱི་ཞོ་ནས་འགྲིག་མར་ངོ་ཚ་ཞོ་ཅིག་འདི་ཁྱད་མཚར་ཞོ་ཞོ་རེད་པ། དེ་གཅིག་རེད། དེ་ནས་ད་དུང་ད་གཅིག་གར་ཆགས་སོང་ང་རང་ཚོ་སྒྲིག་འཛུགས་ཀྱི་ངོས་ནས། ཨེ་ནི་བོད་སྨན་དེ་ཕ་ཟླའི་ཡུག་ཤ། ཕྱི་ལུགས་ཀྱི་སྨན་དེ་གལ་ཆེ་རྩི་གཞུང་གི་ནང་ལོག་སྒྲིག་འཛུགས་ནང་ལ་ཡང་བླུགས་ཤ། འཕྲོད་བསྟེན་གྱི་སྡེ་ཚན་ནང་ལ་བླུགས་ཤ། Health Department ནང་ལ་བོད་སྨན་དེ་ཕ་ཟླ་དེ་གདོང་རྒྱག་ཞུས་ཤ། ཨེ་ནི་གང་ནས་མ་ལོས་ང་ཚོའི་རིག་གཞུང་དང་ང་ཚོའི་རིག་གཞུང་ང་ཚོའི་རིག་གཞུང་མི་ཉམས་གོང་འཕེལ་ཉམས་པ་སླར་གསོ། རིག་གཞུང་གི་གདོང་རྒྱག་ཞུས་བཞག་མོ་གོང་གི་ཕག་རྩི་དེ་ཕྱི་ལུགས་ཀྱི་སྨན་གྱི་རིག་གཞུང་ནང་ལ་བླུགས་ནས་དེ་བཞེས་བཞག་ཡོད་རེད། བོད་སྨན་ལ། ཆེ་མཐོང། འཕར་མ་བྱེད་མ་ཐུབ་ཡིན་ནས་ཕྱི་ལུགས་ཀྱི་སྡེ་ཚན་གྱི། འགྲོ་སོང་ག་རེ་བཏང་གི་ཡོད། ཕྱི་ལུགས་སྡེ་ཚན་ལ་གོ་སྐབས་ག་རེ་གནང་གི་ཡོད། འདི་ནང་བཞིན་ཅིག་བོད་སྨན་ལ་གནང་དགོས། དེ་འདྲའི་ཅིག་གནང་ཡིན་ནས་ཨེ་ནི་ཞེ་དྲག་གི་ཕན་ཐོགས་ཡོད་རེད། རེད་བ། ང་ཚོ

གཙོ་བོ་དེ་དེང་རྗེས་རེད། དེ་འདྲ་སོང་ཙང་ང་རང་ཚོ་བོད་མིའི་གི་ངོས་ནས་ན་ཚ་ད་ཅིག་མ་འོངས་པ་ལ་ན་ཚ་འབྱུང་འགྱུར་ན་ཚ་ག་འདྲའི་འབྱུང་གི་ཡོད་ནས་དེ་ཚོ་ལས་སྨན་ཡོད་ཡོད་པ་རེད། འདས་པའི་ནང་ལ་ན་ཚ་གསར་པ་མང་པོ་ཞོལ་གྱི་ཐོན་ཡོད་རེད། དེ་ཚོ་ལས་ང་ཚོ་བོད་མིའི་གི་སྨན་བཏང་བ་ལྷག་པར་དུ

འོ་དེ་རེད། དེ་འདྲ་སོང་ཙང་ང་ཚོ་གི་བོད་པའི་གཞུང་ལུགས་འདི། རྟོགས་པ་སྔོན་དུ་སོང་བའི་གོང་ནས། བཟོ་སྐྲུན་ཞུས་བཞག་པ་ཅིག་རེད། ང་ཚོ་བོད་སྨན་གི་གཞུང་འདི། ཨེ་ནི་ཚན་རིག་གི་ནང་ནས་ཚན་རིག་ཚད་མཐོ་པོ་ཞོ་ཅིག་རེད། ད་ལྟ་ཕྱི་ལུགས་ཀྱི་བཤད་བཞག་ཡག་གི་ཚན་རིག་དེ་ཚོ་གང་མ་རེད།

དེ་ནི། ཅིག་བུད་མེད་འཛམ་བུ་གླིང་གི་སྟེང་མཇལ་ཁང་ལ་དོན་མ་ཐུབ་པའི་ག་རེ་རེད་པས་ཁྱེད་རང་གིས་ནི་ཞོལ་གྱིས་བཤད་ཀྱི་འདུག་ཟེར་ཡག་གི། སེམས་ལ་དོགས་པ་ཤར་མཁན་དང་དོགས་པ་ཡོད་མཁན། དེ་ནི་ཧ་མ་གོ་མཁན་མང་པོ་ཞོལ་གྱིས་ད་རིང་ངས་ཕན་ཐོགས་ཡོང་ཡག་ཆེད་དུ་དེ་ནི་ངས་རྣམ་པ་ཚོ་ལ་འདི་ཞུ་གི་ཡོད། གཙོ་བོ་དེ་ང་ཚོ་ལ་རྒྱལ་ཁབ་མེད་པ། དེ་ནི་ང་ཚོ་ལ་རྒྱལ་ཁབ་མེད་པ་དང། དེ་ནས་གཉིས་པ་དེ་ཕྱི་ལུགས་ཀྱི་སྨན་གྱི་ཚོང་གི་ནང་ལོགས་ནས་ཆབ་སྲིད་ནག་པོ་ཞོ་ཆགས་ཀྱི་ཡོད་རེད། འདི་གི་རྐྱེན་གྱིས་ང་ཚོ་དེབ་སྐྱེལ་ཆུག་ཐུག་ཡོད་མ་རེད། རྩ་བའི་རྒྱལ་ཁབ་འདི་གལ་ཆེན་པོ་རེད་དེ་དེ་ལས་སྡུག་པ་དེ་ག་རེད་ད་ལྟ་ཁོ་ཚོ་གི་ཚོང Pharmacy Company དེ་ཚོ་གི་འཛམ་བུ་གླིང་ནང་ལོགས་ནས་དཔལ་འབྱོར་གྱི་ཡོང་ཁུངས་ཡོད་ན་མེད་ན་གཅིག་སྨན་རེད། སྨན་འདིའི་སྒང་ནས་དེ་ནི་ཁོ་ཚོ་ལ་དངུལ་ཞོ་ཆེ་ཟ་ཡག་རེད་བོ་ད།

མགྲོན་པོ་ནི་ང་གཅིག་དོན་ལ་སྤྱོད་པ་ཡིན་ན་འདི་གིས་ང་ཚོ་ལ་སྒོ་ལྕགས་ཞེའུ་ཅིག་ཞུ་ས་རེད་བསམ་ལ་ཁོ་ཚོའི་སེམས་ནང་ལ་རྣམ་རྟོག་དང་དོགས་པ་འདི་ཡོད་འདི་འདྲ་གསུངས་དང་ངས་གོང་ལ་ཞུས་སོང། ང་ཚོ་གཅིག་འགྲོ་བ་མི་ལ་ཕན་ཐོགས་རེད་གཉིས་ཆེ་བར་གསུམ་བྱེད་རུ་ཟེར་ཡ་འདི་ཁ་ཙམ་རེད་ཟེར་རྒྱུ་མཚན་འདི་རེད། དངོས་གནས་འདི་འདྲ་ཡིན་པ་ཡིན་ན་བོད་མའི་དེ་ཡང་དེབ་སྐྱེལ་ཆེ་ལ་བཅུ་དང་མི་ག་ཚོད་ལ་ཕན་གི་རེད། རེད་པ། ཁོ་ཚོ་ག་རེ་ཁོ་རང་ཚོ་གཅིག་པོ་ཡིན་ཟིག་བར་ད། མ་གཏོགས་དོན་བཅུག་མེད་ཟིག་བར།